ལྷན་རྒྱས་སྐུ་ཁམས་བཟང། ང་ཞང་ཞུང་སྒྲོལ་མ་ཡིན། ཨ་ནི་དེ་རིང་ངེད་ཀྱིས་བརྙན་ཐུང་དེའི་ནང་དུ་ག་རེ་ཞུ་གི་ཡིན་ལབ་པ་ཡིན་ན། རྗེས་འཇུག་དངོས་སུ་མ་ཐུབ་རིགས་ཀྱི་མིང་ཚབ་དེ་དག་ལ་གནའ་ནི་སུམ་ཕྲུག་གཉིས་ཀྱི་ཁྲིད་ག་འདྲེ་ཟུར་ཐུབ་ཀྱི་ཡོད་མེད་དང་དེ་ག་ནང་བཞིན་དབྱིན་ཇི་གི་མིང་ཚབ་དང་བོད་སྐད་ཀྱི་མིང་ཚབ་གཉིས་ལ་ཁྱད་པར་ག་འདྲེ་ཟུར་འགྲོ་གི་ཡོད་མེད། བྱ་ཚིག་ཡར་ཡོང་རྒྱུ་སྐབས་སུ་ཁྲིད་རང་ངོ་ལ་འགྱུར་བ་ག་འདྲེ་ཟུར་འགྲོ་གི་ཡོད་མེད་དང་མིང་ཚབ་རང་ངོ་ནས་འགྱུར་བ་ག་འདྲེ་ཟུར་འགྲོ་གི་ཡོད་མེད།

ད་ཁོ་འདྲ་ཟེར་ན་བུ་ཁོང་ཐོག་གཏོགས་དགོས་ལ་བུ་ཆ་ཚང་མཚོན་བྱེད་ལ་ཨ་ནི་ཁོ་ཟེར་ནས། ད་དེ་དུས་སྐབས་སུ་ལ་གང་ས་དང་པོ་དེ་གཉིས་པ་གསུམ་པ་ཡོད་དུས་སྐབས་སུ་ད་ལྟ་དེ། ཁོ་ལྟ་བུ་ལ་ཆ་མཚོན་པས་ན་ང་དང་ཁྱེད་རང་མ་ཚུད་པའི་གང་ཟག་དེ་ལ་གསུམ་པ་ལབ་དགོས་ཡོད་རེད། ཨ་ནི་དེ་མྱོང་ཚོད་ཆགས་ཀྱི་ཡོད་རེད། དེ་ནས་མོ་ལབ་དུས་སྐབས་སུ་ལ་ང་དང་ཁྱེད་རང་གཉིས་མ་ཚུད་པའི་བུ་མོ་དེ་ལ་མོ་ལབ་གི་ཡོད་རེད། དེ་ཡང་མྱོང་ཚིག་རེད། ཨ་ནེ་ང་ཚོ་ལབ་དུས་སྐབས་སུ་ཡིན་གཅིག་མིན་གཅིག་ང་ཚུད་ཡོད་རེད་ཁྱེད་རང་ཚུད་ན་འགྲིག་རེད་མ་ཚུད་ན་འགྲིག་རེད། ཁྱོད་ཁྱེད་རང་ཚུད་ན་ང་ཚོ་ལབ་གི་རེད་ཁྱེད་རང་མ་ཚུད་ན་ང་ཚོ་ལབ་གི་རེད་ཨ་ནེ་སྐབས་དེ་དུས་སྐབས་དེ་དུས་ཀྱི་སོ་སོ་གི་སྐད་ཆ་བཤད་སྟངས་ལ་རག་ལས་གི་རེད། ད་དེ་མང་ཚིག་ཡིན་དུས་ཡིན་གཅིག་མིན་གཅིག་གཉིས་ལས་མ་ང་དགོས་ཀྱི་ཡོད་རེད། གསུམ་ནས་དགོས་ཙམ་ནི། གསུམ་ནས་དགོས་ཙམ་ནི། ཨ་ནི། གཅིག་ཐུང་གཉིས་ཐུང་གསུམ་ཐུང་བཞི་ཐུང། ཨ་ནི་དཀྲིགས་ཆེན་མོ་སོ་སོ་ག་ཚོད་བརྗོད་བརྗོད་ཨ་ནི་ང་ཚོ་ཟེར་ནས་བརྗོད་ཀྱི་ཡོད་རེད། ཨ་ནི་ཁོ་ཚོའི་ལབ་དུས་སྐབས་སུ་ལ། ང་རང་གཉིས་ང་དང་ཁྱེད་རང་མ་ཚུད་པའི་ཨ་ནེ་མི་དེ་དག་ལ་ཁོ་ཚོ་དེའི་ནང་ལ་ཡིན་གཅིག་མིན་གཅིག་བུ་དང་བུ་མོ་གཉིས་ཀ་ཚུད་ཀྱི་ཡོད་རེད་ང་ཚོའི་ནང་ལ་བུ་དང་བུ་མོ་གཉིས་ཀ་ཁོ་ཚོའི་ནང་ལ་བུ་དང་བུ་མོ་གཉིས་ཀ། དེ་ཡང་གྲངས་ཀ་གཉིས་ནས་འགོ་བརྩམས་གྲངས་ཀ་གསུམ་ནས་འགོ་བརྩམས་ཏེ་ཨ་ནེ་གྲངས་ཀ་ག་ཚོད་བརྗོད་རྒྱུ་ཡིན་པ་བྱས། ད་ད་དག་གི་སྒྲ་དེ་དག་ཆ་ཚང་ག་རེ་རེད་ལབ་པ་ཡིན་ན། ངོ་བོ་རང་མཚོན་པ་ཙམ་གྱི་སྒྲ་རེད་མེད་ཆུ་ཨ་ནི་དེ་གི་འབྲེལ་བ་འདོན་པ་འདྲ་དང་ལས་ཁ་བྱེད་པའི་གི་རྣམ་འགྱུར་འདྲ་དང་ཡང་ན་རྣམ་འགྱུར་གཞན་ག་གི་ཅིག་བསྲེས་གི་ཡོད་མ་རེད་སྒྲ་རྐྱང་པ་འཇུག་གི་ཡོད་རེད་ངོ་བོ་དེ་མཚོན་བྱེད་གི་སྒྲ་ཙམ་འཇུག་གི་ཡོད་རེད། ད་གོང་དུ་ཞུས་པའི་མིང་ཚབ་དེ་དག་ལ། སོ་སོ་ལ་འབྲེལ་བ་ཡོད་པའི་མི་སྣ་ཡང་ན་དངོས་པོ་ཡང་ན་སོ་སོ་ཁོ་བདག་ཏུ་བཟུང་བའི་དངོས་པོ་ཅིག་བརྗོད་དགོས་ཀྱི་ཡོད་པ་ཡིན་ན་ཨ་ན་སྒྲ་དེ་ག་འདྲ་ཆགས་ཀྱི་ཡོད་མེད། ད་ཡིན་གྱི་དབང་དུ་བྱས་ན he his། ད་སོ་སོ་ཀའི་འབྲེལ་བ་ཡོད་པའི་དངོས་པོ་དེ་བརྗོད་ཡོང་དུས་འབྲེལ་བའི་སྒྲ་དེ་བཏོན་ཡོང་དུས་ཨ་ན he དེ་རང་ངོ་དེ་འགྱུར་བ་ཐེབས་འགྲོ་གི་རེད་བ། he གི་དག་ཆ་དེ་འགྱུར་བ་ཐེབས་འགྲོ་གི་རེད་སྒྲ་གདངས་ཡང་འགྱུར་བ་ཐེབས་འགྲོ་གི་ཡོད་རེད he his ལབ། ད་བོད་སྐད་དབང་དུ་བྱས་ན་ཁོ་དེ་རང་ཆགས་བསྡད་ཀྱི་ཡོད་རེད། ཡིན་ན་ཡང། འབྲེལ་བ་སྟོན་ཅིག། ཁོ་དང་ཆུང་མ་དེ་ཆུང་མ་དེ་ཁོའི་ཆུང་མ་ཡིན་པས་འབྲེལ་བ་སྟོན་ཅིག་ལ་གར་དགོས་ཀྱི་རེད། གནམ་ཡིག་དྲུག་པའི་ཁྲིད་རྒྱག་དགོས་ཀྱི་ཡོད་རེད། ཁོ་ཡི་ཆུང་མ། ཟེར་ནས། ད་ཡིན་གཅིག་གིས་ཤེས་ཏེ། སྒྲ་གདངས། ཡང་འགྱུར་བ་ཐེབས་འགྲོ་གི་ཡོད་རེད་དག་ཆ་ཆ་ཚང་འགྱུར་བ་ཐེབས་འགྲོ་གི་ཡོད་རེད། ཞེས་ཤེས་ཏེ། དེ་ག་ནང་བཞིན་བོད་པའི་བུ་མོ་དེ་འགྱུར་བ་ཐེབས་ཀྱི་ཡོད་མ་རེད་ཡིན་ན་ཡང། མོ་ཡི་ཚ་བོ་ལབ་ཏེ་མོ་དང་ཚ་བོའི་བར་གྱི་འབྲེལ་བ་སྟོན་ཆེད་དེ་ག་རེ་རེད་ཧ་གོ་གི་ཡིན་ཧ་གོ་གི་ཡིན་རེད་ཐལ་བ་རྒྱག་ན་འགྲིག་གི་ཡོད་རེད་བོད་སྐད་དབང་དུ་བྱས་ན་དབྱིན་ཇིའི་དབང་དུ་བྱས་ན་འདྲ་ཁོ་རང་རང་ངོས་ནས་འགྱུར་བ་ཐེབས་འགྲོ་གི་རེད་དག་ཆ་དང། ཨ་ནི། སྒྲ་གདངས་གཉིས་ཀ། ད་ཚ་བོ་མོ་ཡིས་ཚ་བོ་ལབ་དུས་ཚ་བོ་ལབ་ན་ག་རེ་རེད་ལབ་པ་ཡིན་ན། ཨ་ནི་སོ་སོ་གི་སྤུན་ཆ་བུ་དང་ཨ་ནི་སྤུན་ཆེད་བུ་མོ་ལ་སྐྱེས་བསྡད་པའི་ཁ་སྤུ་གི་བུ་དེ་ལ་ཚ་བོ། བུ་མོ་དེ་ལ་ཚ་མོ་ཅེས། ཆུང་མ་ལབ་དུས་སྐྱེས་པ་ཕུག་གི་བཟའ་ཟླ་དེ་ལ་ཆུང་མ་ཟེར་ནས། ད་དེ་དག་ཆ་ཚང་ག་རེ་རེད་ནམ་ཡིག་དྲུག་པ་སྟོན་བྱེད་ཀྱི་ཁྲིད་བོད་སྐད་དབང་དུ་བྱས་ན་རྗེས་འཇུག་མེད་པ་ཡིན་ན་ཧ་གོ་གི་ཡིག་འབྲི་དགོས་པ་དེ་ངེད་ལ་གོང་དུ་བཤད་པ་ནང་བཞིན་གཅིག་པ་རེད། ད་དེ་ག་ནང་བཞིན་ད་མང་ཚོད་ཀྱི་དབང་དུ་བྱས་པ་ཡིན་ན་ཡང་ད་དབྱིན་ཇི་ཡིན་ན་ཨ་ནི་འགྱུར་བ་ཐེབས་འགྲོ་གི་ཡོད་རེད་བོད་སྐད་ཡིག་དབང་དུ་བྱས་པ་ཡིན་ན་འགྱུར་བ་མ་ཐེབས་པ་གོང་དུ་གཅིག་པ་གཅིག་བཟང་ཆགས་ཀྱི་ཡོད་རེད་ད་དབྱིན་ཇི་གི་འི་དེ་ཨ་ནི་འཁྲིད་སྦྱོར་དང་སྦྱར་དགོས་དུས་སྐབས་སུ་ག་འདྲས་སུ་འགྱུར་བ་ཐེབས་སོང། ད་ནང་བཞིན་དེའི་དེ་ལི་སྦྱོར་དང་སྦྱར་ཡོང་དུས་སྐབས་སུ་ག་འདྲས་སུ་འགྱུར་བ་ཐེབས་སོང། ཨ་ནེ་བོད་སྐད་དབང་དུ་བྱས་ན། ང་ཚོའི་དགེ་རྒན་དང་ཐུག་ཡོང་དུས་ཨ་ཁུ་གིས་ཡིད་ཆེས་ཐལ་བ་རྒྱག་ཡ་རེད། ང་ཚོ་དེ་འབྱོར་བ་ཐེབས་ཀྱི་ཡོད་མ་རེད། ད་ནང་བཞིན་ཁོ་ཚོ་དེ་ཡང་འབྱོར་བ་ཐེབས་ཀྱི་ཡོད་མ་རེད་གཅིག་པ་གཅིག་སང་ག་རེད་ཨ་ཁུ་གིས་ཡིད་ཆེས་རྒྱག་ནས། ཁོ་ཚོའི་དབུ་ཁྲིད། ང་ཚོའི་དགེ་རྒན།

ཨ་ནེ་ཕ་ཆོག་མིང་དེ་ག་རེ་ཡིན་མིན་ད་དེ་ལ་བསམ་བློ་གཏང་དགོས་མ་རེད་ད་ནང་ཆེན་དེ་འགྱུར་བ་ཐེབས་གི་ཡོད་མེད་ལ་ཡང་བསམ་བློ་གཏང་དགོས་གི་མ་རེད་ང་ཚོས་དེ་སྟོན་ཆེད་ཆ་ཚང་ཁྲིད་གི་སྟོན་གི་ཡོད་རེད། ད་དེ་རིང་གི། མིང་ཚབ་བཞི་དེ་ཉུང་ཚིག་གཉིས་དང་མང་ཚིག་གཉིས་དེ་རྗེས་འཇུག་མེད་པའི་གི་རིགས་འམ་ཡང་ན། རྗེས་འཇུག་ཡོད་པ་ཡིན་ན་དངོས་སུ་མ་བྲིས་པའི་གི་རིགས་ཡིན་དུས་ཨ་ནི་རྣམ་དབྱེ་དྲུག་པ་དོན་ཅིག་ཁྲིད་དེ་ཧ་གོ་བའི་ཡིད་གཅིག་པུ་རྒྱ་རེ་རེད་མ་གཏོགས་ཨ་ནི་གཞན་དག་ལ་བསམ་བློ་བཏང་དགོས་ཀྱི་ཡོད་མ་རེད། ད་གོང་དུ་བཤད་པའི་མིང་ཚིག་དེ་དག་ལས་ཁ་ཅིག་དུས་བྱ་བ་ལ་འཇུག་ཡོང་དུས་བྱ་བ་ཅིག་བྱེད་ཡོང་དུས་སྐབས་སུ་ཨ་ནི་འགྱུར་བ་ག་འདྲས་ཤིག་ཐེབས་ཀྱི་ཡོད་རེད་ལབ་པས་ན་ད་ལྟ་ཉུང་ཚིག་གི་དབང་དུ་བྱས་པ་ཡིན་ན། གང་ཟག་གཅིག་གཅིག་གི་དབང་དུ་བྱས་པ་ཡིན་ན། ད་ཡིན་གཅིག་གིས་ལས་ཀ་བྱེད་མཁན་གྱི་བདག་གིས་རང་གི་ངོ་བོ་ཙམ་མཚོན་པའི་སྒྲ་ཧི་དེ་ལས་ཀ་བྱེད་ཡོང་དུས་ཧི་ལ་འགྱུར་བ་ཐེབས་ཀྱི་ཡོད་མ་རེད། འོ་ན་འགྱུར་བ་དེ་ག་བ་ཐེབས་དགོས་ན་ན་བྱ་ཚིག་ལ་འགྱུར་བ་ཐེབས་འགྲོ་གི་ཡོད་རེད། གང་ཡིན་ཟེར་ན་བྱ་ཚིག་དང་པོ་གི་རྗེས་ལ་ཡིན་གཅིག་མིན་གཅིག་ཨེས་རེ་སྦྱར་དགོས་ཀྱི་ཡོད་རེད། ཨིས་ལབ་ནས། ཡིན་ན་བོད་སྐད་ལ་བྱ་ཚིག་ལ་དེའི་དཀའ་ངལ་དེ་ཡོད་མ་རེད། ཨ་ནི། ཡིན་ན་ཡང་ག་རེ་གོ་གི་རེད་ལབ་ན། ཁོ་རང་ཆ་བྲེགས། རྣམ་དབྱེ་དྲུག་པ་སྟོན་ཆེད་ལ་ཨ་ཁུ་གིས་ཡིད་རྒྱབ་གི་ཡོད་རེད་གསུམ་པ་སྟོན་ཆེད་ལ་ག་རེ་ས་ཅིག་བྲིས་ཤེས་ན་དེ་གས་འགྲིག་གི་ཡོད་རེད། ཨ་ནི་ལྗང་ཁུ་དེ་ག་རེ་རེད་རྣམ་དབྱེ་གསུམ་པའི་ཁྲིད། སྟོན་ཆེད་ཀྱི་ཁྲིད། ཨ་ནི་ཁོས། ཟ། རེད་བ། དེ་ག་ནང་བཞིན་མ་ན་རོ་མོ་དེ་འགྱུར་བ་ཐེབས་གི་ཡོད་མ་རེད། མ་ན་རོ་མོ་དེ་གིས་མོ་ཟིན་ཡ་བུ་མོ་དེ་གི་ལས་ཀ་བྱེད་གི་ཡོད་པས་ཡིན་ན།

གི་དག་ཆ་རང་ཆགས་འདི་རིགས་ཡོད་རེད་དེ། ཡིན་ན་ཡང་མང་ཚིག་དང་ཉུང་ཚིག་གཞི་ལ་བཞག་ནས་ཨ་ནི་བྱ་ཚིག་དེ་ལ་འགྱུར་བ་ཅིག་ཐེབས་འགྲོ་གི་ཡོད་རེད། ད་བོད་སྐད་ཀྱི་དབང་དུ་བྱས་ན། ནམ་ཞར་རྒྱུན་དུ་བྱ་བ་བྱེད་པའི་གི་རིགས་དེ་ལ་བྱ་ཚིག་ད་ལྟ་བ་གི་དག་ཆ་རང་བྲིས་ཤིག་ན་འགྲིག་གི་ཡོད་རེད། དཔེར་ན་ཟ་གི་ད་ལྟ་བ་གི་དག་ཆ་ཟ་ཟ་ཅང། ཐུང་གི་ད་ལྟ་བའི་གི་དག་ཆ་ཨའུ་ཐ་ཞབས་ཅོ་ཐུང་ཨ་ཐུང་ཆགས་ཀྱི་ཡོད་རེད། ད་མང་ཚོགས་ཀྱི་དབང་དུ་བྱས་ན་ལས་ཀ་བྱེད་མཁན་དེ་མི་མང་པོ་ཅིག་ཡོད་པའི་དབང་དུ་བྱས་པ་ཡིན། ཨ་ནེ་ཡིན་གཅིག་ལ་བྱིས་པ་པོ་དེ་དག་རང་འགྱུར་བ་ཐེབས་གི་མ་རེད་དེ་ཡིན་པ་ཡིན་ན་ཡང་བྱ་ཚིག་ལ་ཡང་འགྱུར་བ་ཐེབས་གི་ཡོད་རེད། ཉུང་ཚིག་ལ་ཨེས་རྒྱག་པ་དེ་མང་ཚིག་ལ་ཨེས་རྒྱག་དགོས་གི་ཡོད་མ་རེད། ཡིན་ན་བོད་སྐད་ལ་དེའི་དཀའ་ངལ་དེ་དགོས་གི་མ་རེད་ད་རེས་གོང་བྱིས་པ་ནང་བཞིན།

ད་དབྱིན་ཇི་ཡིན་ན། མང་ཚིག་དང་ཉུང་ཚིག་གི་ཁྱད་པར་དེ་བྱ་ཚིག་ངོ་ལ་བལྟ་དགོས་ཀྱི་ཡོད་པ་བྱས། རྣམ་དབྱེ་ད་དྲུག་པ་ནང་བཞིན་ད་ཁོ་རང་ཚོའི་དེ་ལ་རྣམ་དབྱེ་དྲུག་པ་དག་ལབ་དགོས་ཡོད་ན་མེད་ན་དེ་གང་ལྟར་འགྲེལ་བ་སྟོན་གྱི་ཡོད་པ་ཡིན་ན། ཨ་ནི་འགྲེལ་བཞི་དང་འགྲེལ་བཅུ་མཐུད་ཡོང་དུས། ཨ་ནི་འགྲེལ་བ་སྟོན་པའི་གང་ཟག་མཚོན་བྱེད་ཀྱི་ཡི་གེ་དེ་རྦད་དུ་འགྱུར་བ་ཐེབས་འགྲོ་གི་འདུག་བ་དང་གི། དཔེར་ན་ཧི་ཡིན་ན་ཧི་སུ་ལ་འགྱུར་བ་ཐེབས།

དང། གོང་དུ་བཞི་པ་དེ་རྣམ་དབྱེ་གསུམ་པ་དང་དྲུག་པའི་གི་ངོ་བོ་སྟོན་བྱེད་ཙམ་ཡིན་པ་ཕྱིར། ཚིག་གྲུབ་ཐུང་ཐུང་རུ་བ་དང་གི་ཁོ་ཡི་ཆུང་མ་ཟེར་ཏེ། ཨ་ནི་དེ། རྗེས་ལ་ཚང་ཡོད་མ་རེད་ར་ཁོ་ཡི་ཆུང་མ་འཇོག་པ་ཙམ་རེད་ར་བ། དང་ཚིག་གྲུབ་དེ་རིང་རུ་བཏང་བ་ཡིན་ན། ཁོ་ཡི་ཆུང་མ་ནི་བུད་མེད་མཛེས་མ་ཞིག་རེད་ཟེར་ཏེ་སྐབས་སུ་ཆུང་མ་དེ། སུའི་ཆུང་མ་ཡིན་པ་སྟོན་བྱེད་དེ་ཨ་ཁུ་གི་ཡིད་དེ་གི་སྟོན་གི་ཡོད་རེད། ཨ་ནི་སུའི་ཆུང་མ་རེད་ཁོ་ཡི་ཆུང་མ་ཡིན་པ་ཅི། ཆུང་མ་དེ་ག་འདྲས་ཞིག་ཡོད་རེད་ལབ་ན་མཛེས་མ་ཞིག་ཡོད་རེད། ཨ་ནི་སྦྱིན་ཚིག་གིས་སྟོན་པ་ཅེར་བ། ཨ་ནི་དེ་ག་ནང་བཞིན། མོ་ཡིས་ཉིན་ལྟར་ཀུ་ཤུ་ཟ། མོས་ཀུ་ཤ་ཟ་ལབ་དུས་ད་ག་རང་རེད་མི་ཤུས་ཨ་ནི་དེ་ཡོག་ལ་ཚང་ཡོད་མར་བ། ཨ་ནི་མོས་ཉིན་ལྟར་ཀུ་ཤུ་རེ་ཟ་ལབ་དུས་ག་རེ་ཟ་གི་ཡོད་རེད་ལབ་ན་ཀུ་ཤུ་ཟ་གི་ཡོད་པ་ཅི། སུའི་ཟ་གི་ཡོད་རེད་ལབ་ན། མོད། དེ་སྟོན་ཆེད་དེ་ག་རེ་རེད་ས་དེ་གི་སྟོན་གི་ཡོད་རེད། ག་དུས་ཟ་གི་ཡོད་རེད་ལ་ན་ཉི་མ་རྟག་པར་ག་ཚོད་ཟ་གི་ཡོད་རེད་ལ་ན་ཉི་མ་རེ་ལ་རེ་རེད། ཨོ་དེ་ཆ་ཚང་ཨ་ནི་ཚིག་གྲུབ་རིང་པོ་ཆགས་ནས་ཚིག་གྲུབ་རིང་རུ་བཟོས་བས་ན་ཨོ་དེ་འདྲི་ཟེར་ནས་འདྲི་དགོས་གི་ཡོད་རེད། ད་རྣམ་དབྱེ། གསུམ་པ་དང་དྲུག་པ་གཉིས་དག་དག་གི་སྦྱར་ས་དེ་ག་རེད་ལ་ན། ཚབ་ཚིག་གི། རྗེས་འཇུག་དངོས་སུ་མ་བསལ་བའི་རིགས་ལ་ཨ་ནི་ཨ་ཁུ་གི་ཡིག་དང་རྣམ་དབྱེ་དྲུག་པའི་དབང་དུ་བྱས་ན་ཨ་ཁུ་གི་ཡིག་སྦྱར་དགོས་པ་དང་གསུམ་པའི་དབང་དུ་བྱས་ན་ས་ས་ཅང་སྦྱར་དགོས་ཀྱི་ཡོད་པ་ཨ་ནི་དེ་སྔོན་གོང་དུ་ཞུས་པ་ནང་བཞིན་གཅིག་མཚུངས་རེད། ད་བོད་སྐད་ཀྱི་མིང་ཚབ་དང་དབྱིན་ཇི་ཡི་མིང་ཚབ་གཉིས་ཀ་ཁྱད་པར་དང་ལྷག་པར་དུ་བྱ་ཚིག་འཇོག་ཡུན་གྱི་སྐབས་སུ་འགྱུར་བ་ག་འདྲ་ཞིག་འགྲོ་གི་ཡོད་མེད་གོང་དུ་ཞུས་པ་ནང་བཞིན་གྱིས། ད་དབྱིན་ཇི་ཡི་མིང་ཚབ། པར་ནའོ་ཟེར་ཡ་དེ་ལ་བོད་སྐད་ཀྱི་དེ་དང་མཚུངས་པའི་སྐད་དོད་ག་རེ་བེད་སྤྱོད་བཏང་གི་ཡོད་རེད་ལབ་པ་ཡིན་ན། ད་ནམ་རྒྱུད་མིང་ཚབ་ཡང་ན་ཚབ་ཚིག་བེད་སྤྱོད་བཏང་བ་བྱས། ཡིན་ན་ཡང་ང་རང་ཚོ་གི། ལེགས་སྦྱར་གྱི་སྐད་ཚུར་བསྒྱུར་ཡོང་དུས་སྐབས་སུ་ང་ཚོ་གཞུང་རྙིང་པའི་ནང་ལ་ག་རེ་ཟེར་གི་ཡོད་རེད་ལབ་ན་ཉེ་བའི་ཚིག་ཡང་ན་ཉེ་ཚིག་ཟེར་ནས་བཤད་གི་ཡོད་རེད། དེ་ཡིན་དུས་ང་ཚོའི་རྒན་ལགས་རྣམ་པ་ཚོས་ཀྱིས་ཉེ་བའི་ཚིག་ཡང་ན་ཉེ་ཚིག་ཟེར་ཏེ་བེད་སྤྱོད་བཏང་བ་ཡིན་ན་དཔེ་ཡག་པོ་ཡོད་རེད་གསུངས་གི་རྒྱུ་མཚན་དེ་ལ་བརྟེན་ནས་ངས་དེ་ལ་ཡང་ཉེ་བའི་ཚིག་ཡང་ན་ཉེ་ཚིག་ཟེར་ཏེ་ཨ་ནི་བཀོད་པ་ཡིན། ཨ་ནི་འདི་རིང་གི་བརྙན་ཐུང་དེ་ལ་འཚམས་བྱ་གི་ཡིན་རྣམ་པ་ལྷན་རྒྱུད་ཚང་མ་ལ་ཕན་ཐོགས་ཆེན་པོ་ཡོང་བའི་རེ་བ་ཞུ་གི་ཡོད་ལྷན་རྒྱུད་སྐུ་གཟུགས་ལ་ཐུགས་ཆ་གནང་གོ།